ཨ་ནི་བོད་སྦས་ཀྱི་ནང་ཆོས་གཉིས་མཉམ་དུ་དཀྲིས་ནས་འགྲོ་ཐུབ་ན། ད་ང་ཚོ་རུ་བ་ལང་ཁ་དེའི་སྒང་ལ་འགྲོ་གི་ཡིན་པ་ག་བར་འགྲོ་གི་ཡིན་པ་དེ question yourself། རིག་གཞུང་གི་ལམ་ནས་ཡིན་ནའི་འདྲ། ཏོག་ཙམ་ཅིག་རྗེས་ལུས་ཐེད་བསྡད་པར་འགྲོ་གི་ཅིག། ང་ཚོ lacking ཅིག་འདུག་ཟེར་ཡ་དེ་ད་དེ།
ཨ་མ་ལགས་བཀྲ་ཤིས་བདེ་ལེགས། ད་ང་ད་ལྟ་དྲི་བ་འདི་ག་རེ་བྱ་ཡོད་འདུག་ལ་ན། དབུ་མའི་ལམ་འདི་སྐོར་ལ། ད་ད་ལྟ་དུས་ཚོད་འདི་ལ་ཁྱེད་ཆོས་ཤོས་འདི་ག་རེ་མཐོང་གི་འདུག་ལ་ན། རང་བཙན་གཙང་མ་རྩོད་ཐུ་ཡ་དེ་ཁག་པོ་རེད་བསམ་གི་འདུག་ར་ཨ་ནི་ཡང་དག་ཀུན་ཏུན་གྱི་གསུང་བ་ལྟར་དབུ་མའི་ལམ་དེ་ང་རང་གི་འགོ་ཚུད་ཡ་ལ་ཁར་བོད་ནང་ལོ་ལ་བོད་མི་གནས་ཨ་ནི་རྒྱ་མི་ཡང་བཅས་བོད་ནང་ལ་གནས་ཨ་ནི་རྒྱ་མི་གི Materialistic Advancement ཅིག་ཡོད་ར་འོ་དེ་དང་ཨ་ནི་བོད་པའི་གི་ནང་ཆོས་གཉིས་མཉམ་དུ་བཀྲིས་ནས་འགྲོ་ཐུ་ན་འཛམ་གླིང་ལ་ཞི་བདེ་ཡག་པོ་སྤྲོད་ཐུ་བསམ་གི་འདི་ག་ལ་ང་ཚོས་གི Advocacy ལས་ཀ་ག་འདྲི་བྱེད་ཐུ་གི་ཡོད་ན་འདི་ག་ལ་དགོངས་འཇགས་ཅིག་གནང་རོ་ན།
དྲི་བ་འདི་ཁྲ་བོ་འདུག་བྱས་ཙང་ང་ང་ད་ལྟ་བུ་དུ་ལས་ཀ་དེ་མང་ཆེ་སྤུ་གུའི་སློབ་སྦྱོང་དག་དེ་འདྲའི་ཐོག་ལ་བྱས་པར་བ་ད་ཁྱེད་རང་གི་དྲི་བ་འདི་དངོས་གནས་བྱས་ན་རྒྱུན་མ་ད་ད་སྐུ་ངོས་སྲིད་སྐྱོང་ལ་ཡ་ཞུས་གནང་ན་ཡག་པོ་འདུག་ད་ཡིན་ནའི་ང་རའི་བསམ་བློའི་ནང་ལ་རེད་བ་རྒྱལ་བ་རོན་པོ་ཆེའི་དགོངས་པ་རྒྱ་ཆེན་པོ་ཞེས་རྒྱུའི་རི་མགོ་ཕར་ཚུར་གུ་དུར་ན་ཨན་དེ་ནས་དབུ་མའི་ལམ་ལ་ཡར་བརྟེན་ཁེབས་རེད་པ། ཨན་བོད་པའི་མི་མང་ཚོས་ནི་དབུ་མའི་ལམ་དེ་ཡག་པོ་འདུག་རེད་པ། ཨན་དབུ་མའི་ལམ་དེ་ད་དངོས་གནས་ཕྲ་ནས་ང་ཚོའི་བོད་པའི་ཆོས་རེད་པ། འདི་དང་འབྲེལ་བ་ཞིབ་པོ་བྱེད་དུ་ང་མི་གང་ག་ཕན་ཐོག་ཡ། ཨན་ནི་ད་ག་ནས་ཤི། ད་ད་ལྟ་དབུ་མའི་ལམ་འདིའི་ཐོག་ལ་ཡང་ང་ཚོའི་གཞུང་ནི་གོམ་པ་སྤོས་གནང་གི་ཡོད་རེད་པ། ཐེངས་མ་གཅིག་ངས་རེད་པ། ནོ་མེད་ན་ཀུན་འདུས་ཀུན་འདུས་ངས་མ་གཞུ་ནུ་ཁ་གཅིག་བཅག་འདུག་ང། ད་ཚོགས་འདུ་ཚོགས་ཚར་བའི་ཞུགས་ཏེ་ཀུན་འདུས་བཀའ་སླབ་ཞུ་ཡག་དག་དེ་འདྲས་བྱས་རྗེས་ནས་ཀུན་འདུས་དབུ་མའི་ལམ་ཐོག་ལ་ཡང་ཀུན་འདུས་ནས་མར་འགྲེལ་བཤད་རྒྱུན་གནང་འདུག་ང། ཡིན་ནའི་ཁོང་ཚོ། གཞོན་ནུའི་དཀྱིལ་ནས་ཁ་བཤད་ཀྱི་རྟགས་ང་ཚོ་རང་བཙན་གང་ལ་འགྲོ་དགོས་ཀྱི་ཞུས་འདུག་ང། སྐུ་མདུན་ནས་རེད། མི་སོ་སོ་སོ་ཡ་རེད་པ། རང་དབང་ཡོད་རེད། ཁྱེད་རང་ཚོའི་འདོད་པ་ཡོད་འདོད་པ་མི་རེ་རེ་ལ་འདོད་པ་འདྲ་མ་འདྲ་ཡོད་རེད། རང་དབང་རང་བཙན་གང་ལ་ཕྱིན་ན་ཁྱེད་རང་ཚོ་གར་སོང་རེད་ག་རེ་བྱེད་ཀྱི་ཡིན་པ། འཆར་གཞི་ཕྱི་མ་སྟེང་བཞུགས། རེད་པ། ཨན་འཆར་གཞི་འདི་གང་ལ་ཕྱིན་ཅད་ནས་ཨན་ང་ཚོ་བལྟ་རྒྱུ་རེད་ཟེར་བ། ཡིན་ནའི། འཆར་གཞི་སྟེང་ངལ་གསོ་ཁང་མི་འདུག་ག། བོད་པའི་སྤྱི་ཚོགས་ནང་རང་བཙན་སྐོར་རེད་བཤད་ཉན་མང་པོ་འདུག་རེད་པ། ཡིན་ནའི། ངས་ག་རེ་ལབ་གི་ཡོད་ཟེར་ན་སྐད་ཆ་བཤད་ཉན་མང་པོ་ཡོད་རེད་བོད་པའི་སྤྱི་ཚོགས་ནང། འདྲ་མ་འདྲ་བཤད་ཉན་ཡོད་རེད་ཁ་ཤས་བེད་སྐྱེལ་བ་ཡིན་ཟེར་མཁན་སྐད་ཆ་མང་པོ་བཤད་གི་ཡོད་རེད།

འཚོ་བ་ཞི་བའི་ལམ། དག་གནས་བཞི་དབུ་མའི་ལམ། འདི་རྐང་འཕེལ་ཅན། གུས་པའི་གནས་སྟངས་འདི། འཛམ་བུ་གླིང་སྡིངས་ཆའི་གག་རྒྱའི་ནང་ཐུབ་རེད། རེད་པ། གལ་སྲིད་རྒྱ་བོད་རིན་པོ་ཆེ་གི་དགོངས་པ་བཞེས་སྟངས་དཔེར་ན་ཆ་བཞག་ན་ལོག་ཁ་བྱིན་ན། འདི་འདྲའི་འཕེལ་ཐུག་མ་རེད།

དུ་བྱས་ན།
ཨ་མ་ལགས། ངའི་མིང་ལ་ངག་པོ་ཆོས་འདི་ཟེར་གྱི་ཡོད། ནི་བྱུང་དུས་ནས་ད་ཨ་མ་རྗེ་བཙུན་པད་མ་ལ་འདི་ཡང་ད་གཞས་སྐད་གྲགས་གཙོ་བོ་དེ་ངའི་ཉིན་བྱས་ནི་བཏང་ནས་སླེབས་བཞིན་པ་འགྲོ་བཞིན་ཡིན་ར་དེ་རིང་དངོས་སུ་ཨ་མ་ལགས་འདུག་ཐེངས་མ་དང་པོ་འགྲོ་ཅིག་བྱས་གོ་སྐབས་རག་དེ་ངའ་སེམས་པ་དཔེ་དགའ་ཚོར་ཆུང་སོ་ཨ་མ་ལགས་སྐྱར་དུ་རེ་སྟི་ལི་ཞུ་ཡིན་ར། ཨ་ཡིན་དྲི་བ་དེ་འདི་རེད་ཤག་ད་ལྟ་དེང་གི་ཨམ་ལགས་ཀྱི་གསུང་ཡ་ལ་དེ Empowering through Education ལ་ནས་ཅིག་གསུངས་སོ་ར། ཨེ་ནས་འདི་གི་ང Idea ཅིག Trigger བྱས་སོ་ལམ་སང་དངོས་མ་ནས་ད་ཚོགས་འདུ་དང་དེ་འདྲའི་བཀའ་སློབ་གསུང་བཤད་མང་པོ་ཅིག་ཉན་དུ་འཚམས་པ་ལ་ཡ་དེ་ནས་ང་རང་ཚོས་ཀྱི Revolution ལས་དེ་གསར་གསར་བརྗེ་བྱས་དེ་ཧང་སལ་གྱི་གལ་ཆེན་པོ་ཡིན་པ་རོ་ཤི་ལྷག་པ་དུའང་ཚོ་བོད་པའི་གནས་སྟངས་དེ། ཕྱི་རྒྱལ་ཡུལ་གྲུ་ཁག་དང་ཏེ་ཞིག་མ་འདྲ་བ་དང་ང་རང་ཚོས་ཏོག་ཙམ་ཅིག་དང་ཤེས་ཡོན་གྱི་ལམ་ནས་ཡིན་ན་ཡང་འདྲ་ཡང་མིན་ན་རིག་གཞུང་གི་ལམ་ནས་ཡིན་ན་ཡང་འདྲ། ཏོག་ཙམ་ཅིག་རྗེས་ལུས་ཐད་དེ་བ་འདྲ་བོ་ཅིག་ག་འདྲ་ཨེ་འདྲ་འདྲ་བོ་ཅིག་ཡོད་བས་ཀྱི་དགོངས་ཚུལ་གནང་ངེས་དེ་འདྲ་མང་པོ་འདུག་ར་དེ་ང་རང་ཚོ་གཞོན་སྐྱེས་ཅིག་ཡིན་པའི་ཆ་ནས Revolution in the form of Education ལ་ནི་ཡོད་སློབ་སྦྱོང་གི་ལམ་གྱི་ཆ་ནས་ནི Revolution ག་འདྲས་སྤེལ་དགོས་ཡོད་ན་ནི་ཡང་མེད་ན་སྤེལ་དགོས་ཡོད་དམ་མེད་ལ་འོང་དྲི་བ་འོ་འདི་ཡིན་ལ།
ལོངས། ད། ད་ཅི་ངས་ཞུས་ན་ཤི་སོ་སོ་སོ་སོ་ཨ་ནི་བསམ་བློ་བཏང་ཅན་ནི་གར་ཚོགས་རེད་ད་སོ་སོས་ག་རེ་ཁས་ལེན་བྱེད་ཀྱི་ཡིན་པ་དེ་སོ་སོས་ཤེས་དགོས་ཀྱི་འདུག་ང་ཁྱེད་རང་གས་གསུངས་སོང་ང་ང་ཚོའི་ང་ཚོའི་སྤྱི་ཚོགས་དེ་ཐད་རྗེས་ལུས་ཐོད་ཐད་བས་སུ་དོགས་ཀྱི་འདུག་བྱས་ཙང་ཀ་རྗེས་ལུས་ཐད་ཡོད་ན་ག་རེའི་ཐོག་ལ་རྗེས་ལུས་ཐད་དོ་རེད་པ། མ་གཞི་ག་རེད་ཟེར་ན་བོད་པའི་སྤྱི་ཚོགས་འདི་ཕྱི་ཁའི་སྤྱི་ཚོགས་མང་པོ་གཅིག་གས་བོད་པའི་སྤྱི་ཚོགས་དེ་སྨྱོན་གི་ཡོག་རེད། ཁོ་ཚོས་བོད་པ་སྙད་དེ་བསྒྲགས་ཡག་མིན་འདུག་བོད་པའི་ཆོས་དང་བོད་པའི་རིག་གཞུང་དང་བོད་པའི་གཤིས་ཀ་དེ་ལ་ཡག་ཁོ་ཚོས་དེ་ལ་སྨྱོན་ཅན་ཁོ་ཚོ་དེའི་ཚུ་དེ་སྦྱང་ཡག་ལ་ཡག་ཚུ་འཁོར་ཡོང་གི་འདུག་ང་ད་ཕྱི་ཁའི་མི་རེད་པ་དེ་འདྲས་སུ་འཁོར་ཡོང་ཉན་སྡིག་ཅེས། དྭགས་ཅིག་ཁྱེད་ཁས་མ་ཞུན་པ་དེ་འདྲས་མ་རེད། ཁ་ཤས་དགེ་རྒན་རེད་ཁ་ཤས་བེད་ཏི་ད་ད་བེད་ན་རི་ཆར་གེའུ་སོགས་ཀྱི་ཆ་ཞབས་ཡིན་ན་གློག་བརྙན་འཁྲབ་ཉེན་རེད་ཨེ་དེབ་བྲིས་ནས་སྐད་གྲགས་ཡོད་བ་བསམ་བློའི་ཐོག་ལ་ད་ད་ད Mind and Life ད་དེ་འདྲས་ཀུན་འདུས་ཚོགས་འདུ་ཚོགས་ན་ཡང་དེ་ཚོའི་ནང་ལས་ཚུགས་ཡོང་ཉེན་ཀུན་འདུས་ལ་བཀའ་འདྲི་ཞུ་ཉེན་དེ་ཚོ་གང་གི་ལོག་དྭགས Scientist དེ་འདྲས་མ་རེད་པ། དྲང་ཚུལ་ནས་སོ་སོ་སོགས་དྲི་བ་ཅི་བཏང་གནང་དང། ཁོ་ཚོ་རྦད་དེ་ཁྱད་པར་རེད་ཁོ་ཚོ་ལྐུགས་པ་དེ་འདྲས་ཚུལ་ཡོང་གི་མེད་པ། ཁོ་ཚོ་གང་དགའ་ཤེས། ཁོ་ཚོ་སློབ་སྦྱོང་ཡོད་པ། རེད་པ། སྙན་གྲགས་ཡོད་པ་དེ་འདྲས་མི་སྐད་ཚུལ་ཡོང་གི་ཡོད་ན That's a question mark ཁོ་ཚོས་ད་གི་ཅིག་ང་ཚོ་ཡ་ང་ཚོའི་རྩ་ནས་ད་སློབ་སྦྱོང་བྱས་དང་ང་ཚོའི་རྩ་ང་ཚོའི་རྩ་ནས་འདི་ལྐོག་ཐུབ་པ་ཅིག་དགོས་ཀྱི་འདུག་བསམ་བྱས་ནས་ང་ཚོ་ཚུར་ཡོང་གི་ཡོད་ན་ཨན་ང་རང་ཚོ་ང་རང་ཚོས་ང་ཚོ་ཁེ་ཁེ་མེད་ང་ཚོ་རྗེས་ལུས་ཐེག་ཤ་ང་ཚོ་རྗེས་ལུས་ང་ཚོ་རྗེས་ལུས་ཐེག་ཡོད་ན་རྗེས་ལུས་ག་པར་ཐེག་ཐོ་རེད་བ། ད་ང་ཚོ་འཕྲུལ་འཁོར་བཅའ་ལག་བཏགས་དེ་འདྲས་ད་འཕྲུལ་ཆས་དེ་འདྲས་མང་པོ་བྱོས་རེད་དེ་འདྲས་ཐོག་ལ་ང་ཚོ་རྗེས་ལུས་ཐེག་ཡོད་ན་ད་དེ་རེད

རྗེས་ལུས་ཐེབས་པ་འདིའི་སྒང་ནས་ཐེག་བཞག། རྗེས་ལུས་ཐེབས་པ་འདི་ང་ཚོ་ག་ཚད་ནུས་གི་འདོག། ད་ཁྱེད་རང་ཚོས་དངོས་གནས་བྱས་ན། ལང་ཀ་ར་བ་འདི་བསྟན་ཐུབ་ན་ཡག་པོ་འདུག་ཨ། རེད་པ། ང་ཚོ་ནི་དཔེར་ན་ཆ་ཤང་ཏི་སི་བྷི་ལ་ཡ་ང་ཚོས་སློབ་ཆུང་སྤྲད་ཡག་སྟེ་སློབ་ཆུང་གི་ཐོག་ལ་ཡ་ད་ཕྱི་རྒྱལ་གྱི་སློབ་ཆུང་གི་ཐོག་ལ་ཁྲེན་ཏི་ག་རེ་ཡོད་ནི་ད་ད་ག་ཚོད་རེད་ང་ཚོས

མ་རྔོག་ཅན་རྟ་ཐུག་ཡ་རེད་པ་སོ་སོ་སོ་སོ་གོ་ད་ལེན་ཐུག་ཡ་དེ་འདྲས་ཅིག་གནས་སྟངས་གང་བཟོས་ཐུག་པ་ཡིན་ན་ཨ་ནི་གང་གི་ལོག་ལ་ཕིན་གི་ཡོད་རེད་པ་ཨ་ནི this kind of meeting is also གར་ཚོགས་རེད་དེ constructive བྱེད་གི་ཡོད་རེད་ལ་འོང་ལོ་ལོས་བཟོས་ཐུག་བྱས་ན

Self Confidence། ཡོང་ཡ་ད་ག་ན་ཤི་སོ་སོའི་བསམ་བློ་བཏང་ཅན་སོ་སོ་སོ་སོའི་མི་ཚེ་དེ་ག་པ་གས་གི་ཡིན་པས་དེ་རེད་པ་ད་ང་ཚོའི་སློབ་སྦྱོང་དེ་དེ་འདྲས་ཅིག་སྤྲད་ཡོད་རེད་པ་སོ་སོའི་རྐང་པའི་གང་ལངས་ཐུག་ཡ་ད་ཡིན་ནའི་མི་ཚེ་དེ་གས་འདྲས་སུ་སྐྱེལ་གི་ཡིན་མས་སོ་སོའི་ལག་པ་ཡོད་རེད་པ་ཨན་དེ་ནས་ད་རི་ཁས་སུ། བོད་པ་བོད་པའི་སྤྱི་ཚོགས་ནང་རྩ་ཆེ་ཤོས་དེ་རྒྱ་བོ་རིན་པོ་ཆེ་ང་ཚོ་ག་རེ་གསོད་རན་གནང་ཡོད་རེད་ཟེར་ན་དམངས་གཙོ་གསོད་རན་གནང་ཡོད་རེད། དམངས་གཙོ་དེ་གང་ལ་གྲུ་དུས་གང་ལ་ཨེ་ནི་རེད་པ། མི་དམངས་ལ་ཡང་རང་དབང་ཞེས་པོ་ཆེ་འདུག་ག་ད་རེད་པ།

ང་ཕྱི་རྒྱལ་ལ་ཆེན་པོ་ཆགས་ནས་ཕྱི་རྒྱལ་ལ་སློབ་སྦྱོང་བྱས་ནས Science of Education ཁ་ཞིག་ད་སློབ་སྦྱོང་བྱེད་ཡིན་ར། ཨ་ནི་ད་ངེད་ཀྱི་དྲི་བ་འདི་ག་རེད་ལ་འདི Personal རེད་ལ་ཡང Sorry guys ད་ངེད་ཀྱི་སློབ་སྦྱོང་ཕྱི་རྒྱལ་ལ་བྱེད་རྒྱུ་འདི་ད་ང་བོད་པའི་སྤུ་བོ་ལ་ཨ་ནི་ག་འདྲས་རོགས་པ་བྱེད་ཐུབ་ཀྱི་རེད་ལ་ནས་དྲི་བ་ཅིག་བྱས་ཡིན། ཐུགས་ཆེན་ནམ།
ཁྱེད་རང་དགེ་རྒན་རེད་པ། བྱས་ཙང་ད་ཁྱེད་རང་བོད་པའི་སྤུ་གོ་གན་དྲེས་རོགས་བྱེད་འདུག་རེད་ཟེར་ན། ངས་བལྟས་ན་རེད་པ། ཁྱེད་རང་ད་ལྟ་ད་ལྟ་སློབ་སྦྱོང་འདི་དགེ་རྒན་གྱི་སློབ་སྦྱོང་གནང་ཡོད་ན་ཁྱེད་རང་བསླབ་གྲྭའི་གོང་བཟང་དང་དེ་འདྲའི་ཡོད་དུས་གང་ལ Volunteer གནང་བྱས་ང་ཚོའི་བསླབ་གྲྭ་གཅིག

སྔས་མ་ང་ཚོ་སྔས་ཐང་གོ་གོ་ཚུགས་དུས་གང་ང་ཚོའི་བོད་པའི་སྤྱི་ཚོགས་ནང་ལ་ཡ་དགེ་རྒན་མང་པོ་ཡོད་མ་རེད་པ། དགེ་རྒན་མང་པོ་མེད་དུས་གང་ལ་ཨེ་ནི་ང་ཚོ་ཕྱི་རྒྱལ་ནས Volunteer དགེ་རྒན་འདི་ཡོང་པ་རེད་རེད་པ། དགེ་རྒན་དེ་ཚོ་ཡོང་ཨེ་ནི་ང་ཚོའི་ཏར་གར་སོགས་རེད་ང་ཚོའི་སླབ་གྲྭའི་ནང་དགེ་རྒན་འོས་སྦྱོང་གི་སོ་འདི་ཚུགས་པེ་ནི Montessori གི་སློབ་སྦྱོང་སྤྲད་སྟངས་དེ་ཞིག་དང། རྒྱ་གར་རས་དགེ་རྒན་གཉིས་ཨི་ཏི་ལིལ་ཕྱིན་ཅན་མོན་ཏི་སུ་རི། Maria Montessori། ཀྱི་བསླབ་གྲྭ་གཅིག་ནལ་བི་ཀའི་ཁུ་རང་ཀའི་གར་ཚེ་རེ་ཁོ་གཉིས་གཉིས་ཀས་སློབ་སྦྱོང་བྱས་འདུག་ང། གཅིག་སྤུ་གུ་ཆུན་ཆུའི་རེ་བ། སྤུ་གུ་ཆུན་ཆུའི་ལོ་གཉིས་ནས་ལོ་དྲུག་བར་དུ་སློབ་སྦྱོང་བྱས། གཅིག་དེ་ལོ་དྲུག་བདུན་ནས་ཨེ་ནི་ལོ་བཅུ་གཉིས་ཅོག་གསུམ་བར་དུ་ཨེ་ནི།

རྒྱ་གར་ནང་ལ་ཡོང་པོ་ལན་ནས་ཡོང་དེབ་མང་པོ་བྲིས་ཡོད་རེད་ཁོ་རང་ཨན་ཁོ་རང་དེ་པ་དེ་ཨན་རྒྱ་བ་རིན་པོ་ཆེའི་སྐྱབས་བཅོལ་ཆོས་གོས་གནང་རྗེས་ཁོ་རང་དང་མོ་རིས་ཧྥི་རིད་མན་ཟེར་དེ་ཡོད་རེད་པོ་ལིས་ཁོང་ཚོ་ཡོང་རྗེས་དེ་རྡ་རམ་ས་ལ་ལ་ཡོང་དབུ་མ་འདྲེའི་བྷི་ཛ་བེད་ང་ཚོའི་སྤྱི་ཚོགས་ནང་ལ་བེད་བསྡད་པ་རེད་ཁོ་རང་ཤི་སར་ཡི་གེ་ཕོ་བྲང་ལ་བསྡད་པ་རེད་ཁོ་རང་གིས་ང་ཁོ་རང་ཡང་སྲིད་ཡང་སྲིད་ཐུག་གི་ཡོད་ཁོ་རང་བཀའ་དྲིན་གྱིས་ང་ཡང། ད་ལྟ་རྒྱ་གར་བུ་མོ་དེ་གཉིས་མོང་ཏི་སུ་རིའི་མལ་ཚ་ཐོག་ནས་ཁྱེད་རང་ཚོའི་སྤུ་གུ་ཚོར་སློབ་ཆུང་སྤྲད་པ་ཡིན་ན་ཡག་པོ་ཡོད་རེད་ཨ་ནི་ངས་ཐབས་ཤེས་བྱས་ན་རྒྱ་གར་བུ་མོ་དེ་གཉིས་དེ་རྡ་རམ་ས་ལ་ལ་ཁྲིད་ཡོང་དགོས་ཨ་ནི་དྲུག་ཅུ་རེ་ལྔ་རེ་དྲུག་དེ་བར་རྒྱ་གར་དགེ་རྒན་དེ་གཉིས་ཡོང་བར་བལྟ། ཡོང་བྱས་ན་ག་རེ་བྱས་པ་རེད་ཟེར་ན། ད་དེ་དུས་ཀར་དགེ་རྒན Training ཞེ་ད་བྱས་པ་ཞེ་དྲག་མི་ཡོང་མ་རེད་ཡིན་ནའི་ང་ཚོའི་དགེ་རྒན་ཡི་གེ་ལས་ཀ་བྱེད་ཉེར་བ་མ་མའི་ཁུར་ནས་ཁོ་རང་གི་འགྲུལ་བྱས་ནས་ར་ཨན་བླ་བྲེ་ནས་ཐོན་པའི་བུ་མོ་དེ་འདི་ལོ་བཅོ་བརྒྱད་ཚེ་ལེ་བི་འདི་བཅོ་བརྒྱད་བཅུ་དགུ་ལེ་བི་འདི་ཁོ་རང་གཉིས་ཀའི་འགྲུལ། བུ་མོ་བདུན་ཡིན་ན་གཅིག་ལ་ཡ་མོན་ཏི་སུ་རི་མེ་ཚ་ཐོ་ནས་སློབ་ཆུང་འགྲན་ཡ་ཁུ་ཉིན་གཉིས་ཀས་བསླབ་པ་རེད། ཁུ་ཉིན་གཉིས་བད་རྡ་རམ་ས་ལ་ལ་ལོ་བརྒྱད་ཡིན་ན་ཇི་ལྟའི་རི་བད

གཅིག་ཕེ་ཐུ་ནི་ཡག་པོ་འདུག་ཨེ་ནི་མ་གཞི་ནས་གོང་ས་མེད་ཡིན་ནི་རེད་པ་ང་ཚོའི་དགེ་རྒན་དམ་ད་ཡི་གེ་ཁྱེད་རང subject ག་རེ་ཡ་ཁྱེད་རང་གར་གཟུགས་རེད interest ཡོད་ནི་དེ་ཡི་ཨེ་ནི་གར་གཟུགས online དགེ་རྒན་གཅིག་ད་སྙིང་པོ་ཕར་ཚུར་བཀའ་མོལ་གནང་ཡ་ད་དེ་གནང་ཐུབ་ཡིན་ནི་ཡག་པོ་འདུག་ང་ལ་འོང་དེར་སང online course མང་པོ་གྲུག་གི་འདུག་ང་བྱས་ཙང་དེ་འདྲའི་ཐོག་ནས་ཡང་དགེ་རྒན་ཚོ་ཡང་ཁྱེད་རང་གི Work Shop ཐོག་ཆུད་ཆུད་ཅིག་བྱས་དགེ་རྒན་དེ་ཚོས་ཁྱེད་རང་ལ་སྐད་ཆ་དྲི་ཡ་ཡོད་བྱས་ཁྱེད་རང་གིས་དགེ་རྒན་དེ་ཚོ་ཡང་བཀའ་འདྲི་གནང་ཡ་ཡོད་བྱས Interaction དེ་གལ་ཆེན་པོ་འདུག་ཨང་དེ་འདྲའི་ཅིག་གནང་ཐུབ་ཡིན་ན་ཏན་ཏན་ཕན་གི་རེད་གསུངས་པ་ཡིན། དེ་ཁྱེད་རང་ཡ། ཀྲི་སི་བྷིལ་ངས་ཀྲི་སི་བྷིལ་གི་ཚན་དུ president ངས་ཁོ་རང་ལ་ཡ་གཅིག་བཞུགས་དེ་འདྲའི་ཨིན། ཨིན་ཁྱེད་རང་གི་ཚན་དང་ཁྱེད་རང་གི། ཚན་དེ་ག་ན་ཁྱེད་རང་ཁ་པར་ནམ་པར whatsapp གནང་དང་ངས། ང་ཚོའི་དབུ་འཛིན་ལ་ཡ་ཁྱེད་རང་ལ་དྲི་བ་གནང་རོགས་གནང་ཞུ།

ད་ཆའི་གྷའོ་གྷ་ས་ནས་སློབ་སྦྱོང་མང་པོ་བྱེད་འོ་རེད། ཆེད་ལས་ལམ་ཁ་ཅིག་བཟོས་ཏེ་འོ་རེད། འདི་ཚོ་ནི་སོ་གཅིག་པོ། མདུན་ལམ་གཅིག་པོ་སོ་རང་ཉིད་ཀྱི་མདུན་ལམ་གཅིག་པོ་མ་ཡིན་པ་ཆེད་བོད་རིགས་སྤྱི་ཚོགས་ལ་ཡང་ཕ་རང་ཅག་ནི Contribute ཕ་རང་ཅག་སྤྲད་ཆེད་ཐང་ན་ཤིང་གི་ནི་སོ་སོ་ཡང་འདུ་ཞིག་ཅིག་ལ་ནི་ཉམས་མྱོང་ས་ཡེ་ཟེར་བོད་པའི་སྤྱི་ཚོགས་རེད་ཕྱི་རྒྱལ་སྤྱི་ཚོགས་ཚང་མ་མི་རིགས་ཀྱི་དོན་དག་ཆུད་དོ་ནི་ཆ་ལས་སྐྱོན་རོགས་ཅིག་ལ་ནི་འདི་ང་རང་གི་རེ་སྨོན་ཆུང་ཆུང་ཅིག་ཡང་ཡིན་ད་རིང་གི་བཀའ་སློབ་ནང་ནས།